ད་ལྟ་ས་དགེ་གཉིས་ཀྱི་སྦ་རུག་ལ་ཡ་གཅིག་དབུ་མའི་གི་ལྟ་གྲུབ་པོ་ཐོག་ལ་ཡ། རྩོད་པ་བྱེད་འོག་འདུག། དེའི་གི་རྩོད་པའི་དཔང་པོ་ལ་ཡ་ཨ་ནི་མི་རྒྱུད་རྡོ་རྗེ་བཞུགས་རོགས་གྱིས་ཞེས་དེ་འདྲའི་ཞུས་པ་ལ་སོགས་པ་དེ་འདྲའི་གི་འོག་ནས་ཅེས་མི་རྒྱུད་རྡོ་རྗེ་ལ་ཡ་གཞན་དང་མི་འདྲ་བའི་གི་ཆེ་མཐོང་དང། ཅེས་མཁས་པའི་གི། མཁས་པ་ཡིན་པའི་གི། ཁྱད་མཐོང་རོགས་ཆེན་པོ་ཞེ་དྲག་བཞག་ཡོད་པ་རོགས་གྱིས་དེ་འདྲ་ཅིག། མངོན་དགོས་ཡོད་པ་རོགས་གྱིས་འདུག། ད་ན་བཞིན་དུས་ཕྱིས་དགའ་ལྡན་ཕོ་བྲང་གི་སྲིད་དབང་བཙུགས་ཚར་བའི་རྗེས་ལ་ཡིན་ཡང་མུ་མཐུད་ནས་དགེ་ལྡན་པའི་མཁས་པ་མང་པོ་ཞིག་གིས་མི་རྒྱུད་རྡོ་རྗེ་ལ་ཡང་ཅིག་ཆེ་མཐོང་དང་བསྔགས་སྦྱོང་བསྔགས་བརྗོད་གནང་ཡོད་པ་གྲུབ་ཅིག་དེ་འདྲའི་ཡང་མཇལ་ཡ་ཡོད་ཡིན་པ་རེད་དཔེར་ན་ཐུགས་འགན་དྲུག་ལྡན་ནང་ལོགས་ལ་ཡང་ག་རེ་གསུངས་ཡོད་ཟེར་ན་ཞྭ་དམར་ནག་གི་ནི་སྐྱེ་རྒྱུད་འདི་དག་ཐམས་ཅད་ཕལ་ཆེ་བ་དེ་ཁྱད་པར་དུ་གྲུབ་པའི་རྣམ་ཐར་ཅན། བསྟན་བཅོས་བརྩམས་པ་ཡིན་ན་ཡང་མང་པོ་ཞིག་གྲགས་ཡོང་བ་རེད། དཔེར་ན་རང་བྱུང་རྡོ་རྗེ་ཀྱི་རྩིས་ཀྱི་བསྟན་བཅོས་དང་སངས་རྒྱས་ཀྱི་སྐྱེས་རབས་ལ་སོགས་པ་བརྩམས་པ་རྒྱ་ཆེན་པོ་གནང་ཡོང་བ་རེད། མི་རྒྱུད་རྡོ་རྗེ་དེ་ནང་དོན་རིག་པ་དང་རིག་གནས་ཐམས་ཅད་ལ་མཁས་པ་ཡིན་དུས་སང་ནས་ལེགས་བཤད་ཀྱི་རྩོམ་པ་ཤིན་ཏུ་མང་ཞེས་བསྔགས་བརྗོད་གནང་འདུག་བ། ཨ་ནི་ས་བརྒྱད་པའི་ཕྱོགས་ལ་ཕྱག་བཞག་པ་ཡིན་ན་སྔོན་ནི་དུས་ཕྱིས་སུ་བྱོན་པའི་རིས་མེད་བསྟན་པའི་གསལ་བྱེད་རྗེ་དབོན་མཁྱེན་བརྩེ་དབང་པོའི་གསང་སྔགས་གསར་རྙིང་གི་གདན་རབས་ངོ་མཚར་དཔལ་མོའི་དགའ་ཚལ་ཟེར་ཡང་དེའི་ནང་ལོགས་ལ་ཡང་ཨ་ནི་རྒྱལ་བ་ཀུན་མཁྱེན་མི་ཡུལ་རྡོ་རྗེ་ནི་ཨ་ནི་ངོམ་གྱི་ཡུལ་ལ་ཡང་སྐུ་འཁྲུངས་པ་ཡིན། ཤེས་བྱ་རིག་པའི་གནས་མཐའ་དག་ཐོགས་པ་མེད་པར་སྨྲ་བའི་པཎྜི་ཏཱ་ཆེན་པོར་གྱུར། བསྟན་བཅོས་ཀྱང་ཤིན་ཏུ་མང་བར་མཛད་ཅེས་བཅས་འབྲེལ་འདྲིས་ཀྱི་བསྔགས་བརྗོད་གནང་བ་འདི་འདྲ་ཡོང་དེ་ཡོང་རེད། ཨ་ནི་གསང་སྔགས་རྙིང་མའི་ཕྱོགས་ལ་ཡག། ཇི་ལྟར་རྒྱའོ་མི་རྒྱུད་རྡོ་རྗེ་གི་རྙིང་མ་ལ་དགག་པ་རྒྱག་པ་རེད་ཟེར་ཅིག་གི། དེ་འདྲའི་ཞིག་གི་སྐད་ཆ་ཞིག་ཡོག་རེད་པ། སྐད་ཆ་ཞིག་ཡོག་རེད་དེ་ཡིན་ན་ཡང། སྲོག་བཟློག་པ་ལ་སོགས་པའི་གི་མི་རྒྱུད་རྡོ་རྗེ་ལ་ཡག། ད་དགག་ལན་བརྩམས་གནང་བའི་སྐབས་ལ་ཡག། ཞེ་དྲག་གི་ཅིག་གུས་ཞབས་དང་ལྡན་པའི་སྒོ་ནས་ལན་ཕུལ་བ་མ་གཏོགས་པའི་ཅིག་ཁ་ངན་ཚིག་ངན་དེ་འདྲའི་སྨྲས་ནས

ཀྱང་མ་ཐུབ་པ་དེ་འདྲའི་ཡིན་ན་ཡང་མང་པོ་བྱུང་ཡོད་པ་ཡིན་པ་རེད། དེ་འདྲ་ཡིན་དུས་བཀའ་རྒྱུད་ནང་ལོགས་ལ་ཡང་ཅིག་མཁས་པའི་འགན་འཛིན་འབྲིང་སྐྱོང་མཁན་ལྷག་པར་དུ་མདོ་ཕྱོགས་ཀྱི་གཞུང་ཆེན་པོའི་འབྲེལ་བ་མཛད་མཁན་དེ་ཕལ་ཆེར་རྗེ་རྒྱལ་པོ་མི་བརྒྱུད་རྡོ་རྗེ་དང་ཀུན་མཁྱེན་པད་མ་དཀར་པོ་གཉིས་ཡིག་ཟོར་གྱི་མ་གཏོགས་ཅིག་གིས་མས་བསྡད་པ་འདྲ་བོ་ཅིག་དེའི་ནང་ནས་ཀྱང།

གཞི་རྩ་ལ་བཞག་པའི་ཐོག་ནས་དང་དེའི་གི་ཡང་འབྲེལ་འདྲ་པོ་དང། དེའི་གི་སྤྱི་དོན་འདྲ་པོ་དང། དེའི་གི་སྙིང་པོ་བསྡུས་པ་ལྟ་བུ་གྲུབ་ཅིག་དེ་འདྲ་ཅིག་ཆགས་འདུག་གདུག། དེ་འདྲ་ཡིན་དུས་ས་ནས་ཨ་ནི་མི་རྒྱུད་རྡོ་རྗེ་དེའི་བཀའ་མ་བཀའ་མཚང་ཙམ་དུ་མ་ཟད་པའི་གི་ད་བུ་བཀའ་རྒྱུད་སྤྱི་ལ་ཡང་བཀའ་དྲིན་ཆེན་པོ་ཆགས་འདུག་ཡོད་པ་ཅིག་ད་དེ་ཅིག་ད་ག་ཅིག་ཆོག་མཆན་བྱས་ནས་བཤད་པ་མ་ཡིན་པར། དངོས་ཡོད་གནས་ཚུལ་ཐོག་ལ་ཡང་ཅིག་མིག་མཐོང་ལག་ཟིན་འགྲུབ་པ་ཅིག་ཡོང་འདུག་ཡོད་རེད། དེ་འདྲའི་ཡིན་དུས་ས་ནི་ང་ཚོ་ཚང་མའི་གི་ཅིག་བློ་གཟུར་གནས་པའི་སྒོ་ནས་ཨ་ན་མི་རྒྱུད་རྡོ་རྗེའི་ཁོང་གི་མཛད་པ་ཕྱག་རྗེས་ལ་ཡང་ཤེས་རྟོགས་ཡོད་པ་བྱ་ཅིག་དང་དེའི་བཀའ་དྲིན་རྗེས་སུ་དྲན་དགོས་པ་དེ་ད་གལ་ཆེན་པོ་ཅིག་ཆགས་འདི་འདུག་པོ་བསམ་དྲན་འདུག་ཡང་མི་མང་ཁ་ཤས་ཅིག་གི་དྲན་སྲིད་གི་རེད་ད་མི་རྒྱུད་རྡོ་རྗེ་ཁོང་ཅིག་གཞུང་ཆེན་མོའི་གི་འགྲེལ་པ་མཛད་ནས་དེ་འདྲའི་གི་ཐོག་ནས་ཅིག་བཤད་གྲྭ་དཔེ་ཆ་བཏང་གི་འདི་ཚོ་ལ་ཡང་ཅིག། ཕན་ཐོགས་ཡོད་ཐབས་ཤིག་རེད་མ་གཏོགས་པས་དེ་མ་ཡིན་པའི་ཅིག་དགོངས་པ་གྲྭ་ཚང་རེད་ཡང་ན་རྒྱུད་གྲམ་ཚོགས་གྲྭ་དེ་ཚོ་ལ་ཡང་མི་རྒྱུད་དོ་ཅན་འབྲེལ་བ་ཞིག་རང་མེད་བསྡད་པ་འགྲོ་ཅིག་དང་ཕན་ཐོགས་དེ་ག་ཚོད་མེད་བསྡད་པ་འགྲོ་ཅིག་དེ་རིང་ཅིག་བསམ་བློ་གཏང་མཁན་ཡང་ཡོང་སྲིད་རེད་ཡིན་ན་དེའི་བསམ་བློ་གཏང་སྟངས་དེ་གནད་འགག་མ་ཤེས་པའི་གི་བསམ་བློ་གཏོང་སྟངས་དེ་རེད་བསམ་གྱོང་འདུག་ག་རེ་རེད་ས་ན་དཔེར་ན་ང་ཚོའི་གི་ད་བཀའ་རྒྱུད་ད་བོ་བཀའ་རྒྱུད་ཟེར་ཡང་དེ་མུ་འུད་དང་བྱིན་རླབས་ཀྱི་རྒྱུད་པ། ཡིན་པ་ཅིག་ལྟ་དགོས་ཡོངས་གྲགས་གསུངས་ཏེ་ཡོད་རེད། དཔེར་ན་བན་གར་བ་འཇམ་དཔལ་བཟང་པོས་ཀྱི་མུ་གུས་སྒོམ་གྱི་མགོ་བོར་གསུངས་པ་བཞིན་བྱས་རྗེས་མུ་གུས་དེ་བོད་དང་རང་ཚོད་ཀྱི་ལུས་འདྲེན་པར་སོང་ནས་ཅིག་མགོ་ན་ཞིག་རེད་གསུངས་པ། དེ་ནས་བསམ་ད་དང་པོ་བཀའ་རྒྱུད་ནང་ལ་མུ་གུས་དེ་ཞི་བ་ཅིག་གིས་རྩ་ཆེན་པོ་ཞི་བའི་རྩིས་གནང་ཡོད་རེད། ད་མུ་གུས་ཡོངས་ལས་མུ་གུས་དང་འབྲེལ་བའི་གི་ད་ཉམས་ལེན་ཅིག་ག་རེ་རེད་བསམ་བླ་མའི་རྣལ་འབྱོར་དུ་ཆགས་ཏེ་ཡོད་རེད།

ཐུན་བཞི་བླ་མའི་རྣལ་འབྱོར་དུ་སུས་མཛད་པ་རེད་ཟེར་ན། རྒྱལ་བ་མི་བརྒྱུད་རྡོ་རྗེས་མཛད་པར་བ། བྱས་ཙང་ཐུན་བཞི་བླ་མའི་རྣལ་འབྱོར་དེ་ཁོ་རང་ལ་ཅིག་སྙན་ངག་དང་སྡེབ་སྦྱོར་ལ་སོགས་པ་དེ་འདྲའི་གི་ཚིག་གི་ལོ་མས་གི་བསྒྲིབས་བཞག་པ་མ་ཡིན་པར་དངོས་གནས་དྲང་གནས་ཀྱི་ཅིག་བརྒྱུད་ཁོའི་ཐུབ་ངེས་ཀྱི་བླ་མའི་རྣལ་འབྱོར་གོ་བདེ་ལ་དཔེ། བྱིན་རླབས་དང་ལྡན་པ་དེ་འདྲའི་ཅིག་གཞན་དང་མ་འདྲ་ཅིག་ཡོང་ཡོང་ར་བ། དེ་རིང་དུས་སང་ད་དེའི་མཛད་པ་པོ་དེ་མི་བརྒྱུད་རྡོ་རྗེ་ཆགས་རེ་ཡོང་རེད།

གང་ཡིན་ཟེར་ན་ང་རང་ཚོའི་སངས་རྒྱས་ཀྱི་རྣམ་ཐར་ལ་མཇལ་བ་ཡིན་ན། སངས་རྒྱས་ཀྱི་དཔེ། སངས་རྒྱས་སངས་རྒྱས་ནས་མྱ་ངན་ལས་མ་འདས་པའི་བར་དུ་ཨ་ན་ད་ལོ། བོད་དེ། བཅུ་ཕྲག་ཁ་ཤས་ཅིག་གི་རིང་ལ་ཡང་གདུལ་བྱ་འདྲ་མི་འདྲ་ལ་ཡང་ཨེ་ན་ཆོས་ཀྱི་སྐོར་ལ་འདྲ་མི་འདྲ་བསྟན་བྱས་ནས།

ད་གལ་སྲིད་བོད་གང་ཡང་སློབ་སྦྱོང་བྱས་མ་དགོས་པ་ཆེད་མངགས་རྡོ་དུང་དྲིལ་བུ་དཀྲོལ་བ་ཙམ་ཞིག་འགྲིག་འགྲོ་གི་ཡོད་པ་ཡིན་ན་དེ་འདྲའི་གི་ད་དཔེ་ཆ་མང་པོ་མཛད་དགོས་ཡ་དང་དཔེ་ཆ་མང་པོ་བརྩམས་དགོས་ཡ་ཞིག་ཡོག་མ་རེད་བ། ད་ནང་བཞིན་གི་གནའ་སྔ་མོ་རུ་བྱས་ན་ད་བོད་ཀྱི་རི་ཁྲོད་དང་དབེན་པ་ཐམས་ཅད་ལ་ཡང་བཀའ་རྒྱུད་པའི་གྲུ་ཐོག་གིས་ཁེངས་ནས་དེ་འདྲའི་གི་ད་ཅིག་བཀའ་རྒྱུད་པ་ལ་གྲུ་བ་ཐོབ་པ་མང་དུ་བྱུང་བའི་གི་གཏམ་རྒྱུད་ཞིབ་ཆ་ཡོག་རེད་བ། ཡིན་ན་ཡང་ད་བཀའ་རྒྱུད་པ་ལ་ཞན་ཆ་ཅིག་ག་རེ་ཡོག་རེད་ཟེར་ན། ལན་ཅིག་ཐོས་བསམ་འཆད་ཉན་མཛད་སའི་གི་བཤད་གྲྭ་དང་སློབ་གཉེར་བྱེད་མཁན་དེ་ཙམ་ཅིག་མེད་པའི་གི་ད་གྱོན་རབས་ཅིག་ཡོང་དེ་ཡོང་བར་པ་དེ་ལ་བརྟེན་བྱས་ནས་ཨ་ནུ་གྲུབ་མཐའ་གཞན་གི་གྲུབ་མཐའ་སྨྲ་བ་གཞན་གི་བཀའ་བརྒྱུད་པའི་གི་ད་སྒོམ་ཆེན་དེ་ཚོ་པའི་བླུན་སྒོམ་རིས་འཆི་བ་ལྟ་བུ་གང་ཡང་མི་ཤེས་བྱས་ཨ་ནུ་རི་ལས་བསྡད་དེ་པའི་ཕྱི་རིག་ནང་བཞིན་རེད་བྱས་བྱས་དེ་འདྲའི་གི་པའི་འཕྱ་སྨོད་བྱེད་མཁན་དེ་འདྲའི་མང་པོ་བྱུང་ཡོང་བ་རེད་ད་ནང་བཞིན་གི། བཀའ་བརྒྱུད་པའི་ལྟ་སྒོམ་སྤྱོད་གསུམ་དེ་ཚོ་ཡང་དག་པ་མ་རེད་ཞེས་ཞེས་དགག་པ་རྒྱག་མཁན་ཡིན་ན་ཡང་དག་མི་ཉུང་བ་ཞིག་བྱུང་ཡོད་པ་རེད། ད་དེ་འདྲས་ཀྱི་གནད་འགག་ལ་བརྟེན་བྱས་ནས། བཀའ་བརྒྱུད་སྡེ་སྲིད་དང་པོ་ཏཱའི་སི་ཏུ་བྱང་ཆུབ་རྒྱལ་མཚན་གྱིས་རྩེད་ཐང་གི་ཆོས་གྲྭ་བཏབ་ནས། ད་དེ་ཕ་གཞིས་བཀའ་བརྒྱུད་ཀྱི་ཤེས་རབ་ལ་དང་པོ་གཅིག་དངོས་འཛིན་བྱེད་དབུགས་མེད་འགྲོ། ད་ཡིན་ན་ཡང་རྩལ་ཐང་གི་ཆོས་སྒྲ་དེའི་ནང་ལོགས་ལ་ཡང། སྤྱི་དང་གི་ཤེས་པའི་བདེ་གཅིག་ཚུགས་པ་རེད་མ་གཏོགས་བས་ཀྱི་རང་ལུགས་ཐུན་མིན་གྱི་ཡིད་བྱེད་ཀྱི་རྒྱུན་ཚུགས་ཐུབ་ཡོད་དམ་མེད་ཟེར་བ་དེ། ད་དུང་ཡིན་ན་ཡང་ཅིག་ཞིབ་འཇུག་བྱེད་དགོས་ཡག་ལབ་ཀྱི་རེད་འདུག་བསམ་གྲབས་འདུག། ད་སྐམ་སང་གི་ནང་ལོགས་ལ་ཡ་ཅིག་མདོ་ཕྱོགས་ཀྱི་ཚིག་གཉིས་ཀྱི་བཤད་སྒྲ་ཚུགས་ཡག་དེ་ག་འདྲས་བྱུང་པ་རེད་ལབ་ཡིན་ན་རྗེ་དྲུག་པ་མཐོང་བ་དོན་ལྡན་གྱི་རོང་སྟོན་ཤེས་བྱ་ཀུན་གཟིགས་ཀྱི་སྐུ་མདུན་ནས་ཨ་ནི་ཚིག་གཉིས་ཀྱི་གཞི་རྒྱུན་གསན། རྗེ་བདུན་པ་ཆོས་ར་རྒྱ་མཚོས་ཀྱི་ཚིག་གཉིས་ཀྱི་བཤད་སྒྲ་ཐོག་མར་བཙུགས། རྗེ་བརྒྱད་པ་མི་འགྱུར་རྡོ་རྗེས་ཀྱི་ཚིག་གཉིས་ཀྱི་གཞུང་ཆེན་པོའི་ཀྱི་འགྲེལ་པ་མཛད་དེ་དག་ཐམས་ཅད་ལ་པའི་འཆད་ཉན་སྤེལ་བྱས་ནས་ཨ་ནི་བཀའ་བརྒྱུད་པའི་ཀྱི་ཞེས་པས་བསྟན་པ། འོན་ཏང་རང་བཞིན་རང་ལུགས་ཀྱི་གཞུང་ཆེན་པོའི་འགྲེལ་པ་དེ་ཚོ་མེད་པ་ནས་ཡོད་པ་ཡོད་པ་ནས་དྲ་རྒྱའི་གོང་འཕེལ་དུ་ཕྱིན་ཡོད་པ་དེ་ལྟ་གོང་རྣམ་པ་ཟུང་གི་སྐུ་དྲིན་དུ་ཆགས་ཀྱི་ཡོད་པ་རེད། ད་ནང་བཞིན་དེ་ཙམ་དུ་མ་ཟད་བས་ཀའི་གྲུབ་མཐའ་གཞན་གྱི་ཨེ་ནོ་ཇི་བཀའ་བརྒྱུད་པའི་ལུགས་དེ་ལ་ཡང

དེང་སང་ང་རང་ཚོ་དེ་བཞིན་གཤེགས་པའི་ལུང་བསྟན་ཟེར་ན་ཅི་ལྟར་ཡོངས་གྲགས་ང་རང་ཚོ་བཤད་བསྡད་ཡ་ཞོར་བ། ད་ལྟ་དེ་བཞིན་གཤེགས་པའི་ལུང་བསྟན་ཟེར་ཏེ་དངོས་གནས་དྲན་ན་ཆོས་རྗེ་དེ་བཞིན་གཤེགས་པ་ཁོ་རང་གི་དངོས་སུ་གསུངས་པའི་གི་ལུང་བསྟན་ཅིག་ཡིན་དང་མིན་ཟེར་ཏེ། ངས་བདག་ལ་ཞུ་མི་ཤེས། ད་ཡིན་ན་ཡང་ཇི་ཙམ་མཆིས་ཀྱང་ཕ་གཞིས།

ད་ལྟ་ང་རང་ཚོའི་བཀའ་བརྒྱུད་ནང་ལོགས་ལ་ལྷག་པར་དུ་ཀམ་ཚང་ནང་ལོགས་བཤད་གྲྭ་བཤད་གྲྭ་ཅིག་བཙུགས་པའི་དབང་དུ་བཏགས་པ་ཡིན་ན་ཡང་གྲུབ་མཐའ་གཞན་གཞན་དག་གི་དཔེ་ཆ་བཏགས་ཡག་ཙམ་མ་གཏོགས་བལ་གེ་རང་ལུགས་ཐུན་མིན་གྱི་ལྟ་གྲུབ་དང་འཛིན་མཚམས་དེ་ཚོ་བཤད་ཐུབ་ཡག་དང་དེ་ཚོ་ལ་ཡང་སློབ་སྦྱོང་བྱེད་ཐུབ་ཡག་ཟེར་ཡག་ཧ་ཅང་དཀའ་ལས་ཁག་པོ་ཆགས་བསྡད་ཡོད་རེད་བསམ་ཐོན་འདུག། དེ་གཅིག་རེད། ད་ནང་བཞིན་གྱི་ད་ལྟ་ང་རང་ཚོ་གཅིག་དགོན་པ་གྲྭ་ཚང་ཁག་ནང་ལོགས་ལ་ཡང་ཚུགས་བཞིན་པའི་གི་གཅིག་ཀེ་ཀུན་རིག་རྣམ་གྲོལ་སྒོ་ཆེན་ཟེར་ཨང་དང་ད་ནང་བཞིན་གྱི་འདེབས་འཇོག་ལྷ་ང་དང། རྒྱུད་སྡེ་སྤྱི་ཡི་སྦྱིན་སྲེག་ལ་སོགས་པའི་གི་ད་ག་ད་ཆོ་ག་གལ་ཆེན་པོ་མང་པོ་ཅིག་རྒྱལ་བ་མུ་ཇུ་དུ་མཛད་བཞིན་པ་ཆགས་བསྡད་ཡོད་རེད། ལྷག་པར་དུ་ང་རང་ཚོ་དཀྱིལ་འཁོར་འབྲི་བའི་སྐབས་ལ་ཡང། ཨ་རེ་ཅིག་དཀྱིལ་འཁོར་འབྲི་ཡག་གི་ཅིག་ཐིག་རྩ་དང། དེ་བཟོས་ཀྱི་ད་ཅིག་གར་ཤོར་ཡ་ཅིག་ཁུ་ངོ་རྒྱུ་མཚན་དང་བཅས་པ་དེ་ག་ནི་སང་ལོ་རྗེ་རྒྱལ་པོ་མི་བརྒྱུད་རྡོ་རྗེ་གིས་མཛད་བཞེད་པ་ཉི་མ་ཆེན་པོའི་མེ་ལོང་ཟེར་བ་གིས་ད་དེ་བསྟན་བཅོས་སྐད་གྲགས་ཆེན་པོ་ཤོར་བ། ཨོ། དེའི་ནང་ལོགས་ལ་ཡ་ཨ་རེ་ཅིག།

མདོར་ན་ང་རང་ཚོའི་རིགས་བརྒྱའི་རྒྱལ་བ་མི་རྒྱུད་རྡོ་རྗེ་ཡི་སྐུ་ངལ་འོ་བརྒྱལ་ཆེན་པོ་གནང་བྱས་ནས་གསུང་རྩོམ་མང་པོ་ཅིག་མཛད། དེ་ཚོའི་ནང་ལོགས་ལ་ཡང། བཤད་གྲྭ་ལ་ཡང་ཁོ་ཡང་གི་ཅིག་མཚན་ཉིད་ཀྱི་གཞུང་མང་པོ་ཡོད་རེད། ཅིག་དང་ནང་བཞིན་རྒྱུད་གྲྭ་དང་ཚོགས་གྲྭ་ལ་ཁོ་ཡང་གི་ཅིག་ཆོ་གའི་རིགས་མང་པོ་ཅིག་ཡོད་རེད། ལྷག་པར་དུ་གསང་སྔགས་ཀྱི་མན་ངག་ལ་བསམ་པ་ཡིན་ན།

དེ་ཚོ་ལས་ཡང་མི་རྒྱུད་རྡོ་རྗེ་ལས་ལྷག་པའི་རྐྱེན་གྱིས་འབྲེལ་པ་མཛད་མཁན་འདྲ་བོ་ཅིག་བྱུང་མེད་པ་འདྲ་བོ་ཅིག་དེ་འདྲ་ཡིན་དུས་ས་ན་ད་ཅེས་ང་རང་ཚོས་སོ་སོའི་ངོས་ནས་ཅིག་ཐོས་བསམ་སྒོམ་གསུམ་བྱེད་ཐུབ་མ་ཐུབ་ཀྱི་དཀའ་ངལ་རེད་མ་གཏོགས་དཔེ་ཀྱི་ཡིག་ཆ་དང་འབྲེལ་བ་ཡག་པོ་མེད་པའི་ཀྱི་དཀའ་ངལ་ཞེ་དྲག་མེད་པ་དེ་གཙོ་བོ་མི་རྒྱུད་རྡོ་རྗེ་ཀྱི་གར་སོ་རེད། ཡིག་ཆ་མང་པོ་མཛད་བཞག་པ་དེའི་ཀྱི་བཀའ་དྲིན་ལ་བརྟེན་ནས

སྤྱི་བཏང་གི་ང་ཚོ་བཀའ་རྒྱུད་པ་དེ་ཚོ་མཚམས་མཚམས་ཀྱི་རང་ཚུགས་བརྟན་པོ་ཞིག་རག་ལས་པ་བྱེད་རོགས། ལྟ་བ་ཡིན་ན་རེད་ཆོ་ག་ཡིན་ན་རེད་ག་རེ་ཡིན་ན་ཚང་མ་ལ་ཅིག་འགྱུར་ཆོག་ཆོག་འགྲོ་ཅིག་ད་ཡོང་དེ་ཡག་ཅིག་གི་གནས་ཚུལ་ཅིག་ད་ཁོ་ལོ་རྒྱུས་དང་ང་ཚོའི་མཐོང་ཡག་ཡོག་རེད། ཅིག་རང་ལུགས་ལས་གཞན་ལུགས་ལ་མོས་པ་ཆེ་བ་འགྲོ་ཅིག་རོགས། ཨ་ཨ་ནི་བར་སྐབས་ཅིག་ལ་ཡང་ལྟ་བའི་ཆ་ནས་བྱས་པ་ཡིན་ན་ཨ་ནི།

དེ་ཚོའི་སྐོར་ལ་ཡང་མི་རྒྱུད་རྡོ་རྗེས་ག་རེ་གསུངས་ཡོད་ཟེར་ན་དང་མི་རྒྱུད་རྡོ་རྗེ་ཁོ་རང་གིས་དྭགས་པོ་བཀའ་རྒྱུད་ཀྱི་ཆོས་དང་བླ་མ་དང་ལྟ་སྒོམ་སྤྱོད་གསུམ་དེ་བས་ཧ་ཅང་རྒྱས་པའི་རིན་ཐང་ཆེན་པོ་ཟེར་ན་འདྲ་རྩ་ཆེན་པོ་བྱིན་རླབས་ཆེན་པོ་ཡིན་པ་དེ་ལས་ལྷག་པ་མེད་པ་དེ་ལས་ལྷག་པ་ཅིག་མི་དགོས་པ་དེ་འདྲས་ཀྱི་གནས་ཚུལ་གནད་འགག་མང་པོ་ཅིག་གསུངས་ཡོད་རེད་བ། དེ་འདྲ་ཡིན་དུས་དེའི་རྒྱུ་མཚན་ལ་བརྟེན་ནས་ང་ཚོའི་དམིགས་ཡུལ་རྡོ་ཟིལ་གྱི་ཨ་ནེ་ཅིག་བཀའ་འགྱུར་གྱི་བསྟན་པ་བསྐྱངས་ཚུལ་དང་བཀའ་འགྱུར་གྱི་བསྟན་པ་སྲུང་སྐྱོབ་མཛད་པ་གཙང་མར་བས་ད་དེ་ཚུལ་སྐོར་ལ་ཡང་ང་ཚོས་ཡང་སློབ་སྦྱོང་ཡག་པོ་ཞུ་དགོས་པ་དེ་གལ་ཆེན་པོ་རེད་དོ་བསམ་དོན་དུ་ག་རེ་ཟེར་ན་ཡང་ཅིག་སོ་སོའི་གི་རང་ལུགས་ཐུན་མིན་གྱི

དེ་སྲིད་དེའི་དུས་ན་ཡང་སྒོ་འགག་པ་རུ་སྣང་བ་ཞིག་བསྐོར་བ་ཡིན་ན་ཡང་སྒོ་གཅིག་སྟེ་སྒོ་རྟ་དྲུག་འགག་བཞག་བྱས་པའི་སྐབས་ནི་དེ་མ་ཡིན་པའི་གནས་སྐབས་གཞན་དག་ལ་ཡང་དངོས་གནས་དྲི་ལན་ཅིག་དགའ་ཞོར་ཡང་པའི་འཁོན་འཛིན་དང་ཆགས་སྡང་དེ་འདྲས་ཀྱི་ཐོག་ནས་ཅིག་མ་དགག་བྱའི་ཨ་རབ་དེ་འདྲས་མ་ཡིན་པ་ནི་གསལ་བ་རུ་བཞག་རེ་བཞག།

གསུང་རྩོམ་མང་པོ་ཅིག་གི་ནང་ལོར་ཕག་གྲུ་དང་འབྲི་གུང་དང་འབྲུག་པ་དང་སྟག་ལུང་དང་འབའ་རོང་ལ་སོགས་པའི་གི་བཀའ་རྒྱུད་ཀྱི་བསྟན་པ་དག་ཡག་གི་ཆེད་དུ་ཐུགས་སྨོན་ཐ་ན་ཅིག་ཐུགས་སྨོན་ཚུན་ཆད་ནའང་འདི་འདྲའི་མང་པོ་ཅིག་ཡང་ཡོད་རེད། ད་ནི་ཅིག་སྐབས་དེ་དུས་ཅིག་ཕག་གྲུ་བཀའ་རྒྱུད་བོད་ཀྱི་ཆོས་སྲིད་འཛིན་པའི་སྐབས་ཡིན་དུས་ས་ནི་མི་རྒྱུད་དོ་ཅིག་ཁོ་རང་གིས་ཨ་ནི་ཆོས་སྲིད་གང་ཐད་ནས་ཕག་གྲུ་བཀའ་རྒྱུད་ལ་རྒྱབ་སྐྱོར་ཤུགས་ཆེན་པོ་གནང་ཡོད་རེད། ད་ནི་གཅིག་འབྲི་གུང་དགུང་གཅིག་ལ་ཡང་དྭགས་པོ་བཀའ་བརྒྱུད་ཀྱི་གྲུབ་མཐའ་ཆེན་པོ་བྱས་རྗེས། བཞི་པ་གཅིག་གིས་གཙང་ཆེན་པོ་བརྩིས་གནང་བྱས་ནས་སྐབས་དེ་དུས་འབྲི་གུང་གི་གདན་ས་པ་སོགས་ལ་ཡང། འབྲི་གུང་དགུང་གཅིག་ཁོ་རང་རང་གིས་མ་ལྗགས་ཁྲིད་གནང། ད་ནི་འབྲི་གུང་དགུང་གཅིག་གི་འགྲེལ་པ་རྒྱན་ཤོས་དེ་མི་བརྒྱུད་དུ་མཛད་བཞེས་པ་ཆགས་ཀྱི་ཡོད་རེད། ད་ནི་གཅིག་རྗེ་དགོན་ཚང་པ་དང་ཡང་དགོན་པ་ལ་སོགས་པའི་འབྲུག་པ་བཀའ་བརྒྱུད་ཀྱི་གདམས་ངག་མང་པོ།

དང། དེ་ལ་སོགས་པའི་གདངས་རྣམས་མི་བསྐྱོད་དུ་གཅིག་གསུང་གསུང་མང་པོ་གཅིག་གི་ནང་ལོགས་ལ་བཀའ་བརྒྱུད་པའི་བླ་མ་གོང་མ་ཐམས་ཅད་ལ་ལོ་ཡ་ཨ་ནི་ཆོག་མཆན་མེད་པའི་སྒོ་ནས་བསྔགས་བརྗོད་གནང་ཡང་གསོལ་འདེབས་གནང་ཡང་ལུང་འདྲེན་གནང་ཡང་ལ་སོགས་དེ་འདྲས་ཀྱི་ཐོག་ནས་གང་ལྟར་བཀའ་བརྒྱུད་ཀྱི་བསྟན་པ་སྤྱི་ལ་ཡང་རིས་སུ་མ་ཆད་པ་བྱས་རྗེས་དད་པ་དང་དག་སྣང་རིས་མེད་ཀྱི་སྒོ་ནས་བསྟན་པ་ཕྱོགས་སྒོར་མོ་ནས་སྐྱོང་ཡག་གི་ཐུགས་ཁུར་རྒྱ་ཆེན་པོ་དེ་འདྲས་ཅིག་བཞེས་འདུག་བ། དེ་འདྲས་བཞེས་ཐུབ་མཁན།

ཨ་ནེ། ཅེས་རྒྱལ་བ་མི་རྒྱུད་རྡོ་རྗེ་ཀྱི་དུས་མཆོད་དེ་ལྟ། བཀའ་བརྒྱུད་པ་སྤྱི་དང་བྱེ་བྲག་ཀརྨ་ཀརྨ་ཚང་གི་རྗེས་འཇུག་ཐམས་ཅད་ཀྱིས་ངེས་པར་དུ་ཅིག་གསུང་བརྩི་བཞུགས་པ་དེ་ལྟ་གལ་ཆེན་པོར་ཆགས་ཀྱི་འདུག་བསམ་དྲན་དུ། ད་དེ་འདྲ་བའི་སྒོ་ནས་ད་རྗེས་རྒྱལ་བ་མི་རྒྱུད་རྡོ་རྗེ་ཀྱི་བཀའ་དྲིན་རྗེས་སུ་དྲན་དགོས་པའི་རྒྱུ་མཚན་དེ་ཚོ་བཤད་ཟིན་ནས་ད་གཤམ་ལ་ཡང། ད་རེས་ཅིག་བསྟི་འབྲིང་མ་འགྲིག་ལྷུན་འགྲུབ་ཀྱི་ཚུལ་དུ་རྗེ་རྒྱལ་བ་མི་རྒྱུད་རྡོ་རྗེ་ཀྱི་དུས་དྲན་འདི་དང་བསྟུན་བྱས་ནས། རྗེ་རྒྱལ་བུ་མི་རྒྱུད་དུ་གཟིགས་ཀྱི་གསུང་རྩོམ་དང་འབྲེལ་བའི་སྐོར་ཁ་ལས་འཆར་ཁ་ཤས་ཀྱི་ངོ་སྤྲོད་ཞུས་ན་བསམ་དྲན་སོང་དང་པོ་དེ་ག་རེ་ཟེར་ན། ད་ལྟ་ང་ཚོས་ཀྱི་དམ་ཆོས་བང་མཛོད་ཀྱི་ངོས་ནས་རྗེ་རྒྱལ་བུ་མི་རྒྱུད་དུ་གཟིགས་ཀྱི་གསུང་འབུམ་ཡོངས་རྫོགས་དེ་ནི་གློག་ཀླད་ནང་ལ་བཅུག་ནས་པའི་ཞུ་དག་དེ་ཚོ་ག་ལ་གང་འཚམ་བྱས་བྱས་ད་ལྟ་ཨ་དར་ཤའམ་ཀུན་གསལ་མེ་ལོང་གི་དྲ་རྒྱའི་ཐོག་ལ་ཡང་བཅུག་བྱས་ཨ་ནི་མི་སུ་ཡིན་ན་ཡང་ལྟ་ཀློག་བྱས་ཆོག་ཆོག་རུ་མི་བཟོས་ཡོད་རེད། དེ་འདྲ་ཡིན་ཙང་ད་རེས་གོ་སྐབས་དེ་དང་བསྟུན་བྱས་ནས་དམ་ཆོས་བང་མཛོད་ཀྱི་ལས་བྱེད་ཚང་མ་ལོག་ལེ་ཡ་ཐུག་ཅིག་བྱེད་བཀའ་དྲིན་ཆེ་ཞུ་འདོད་བྱུང། ཨ་ནི་གཉིས་པ་དེ་ག་རེད་ཟེར་ན་ད་རེས་ཀྱི་མི་རྒྱུད་རྡོ་རྗེ་ཀྱི་འདས་མཆོད་རྗེས་དྲན་དེ་དང་བསྟུན་བྱས་ནས་མི་རྒྱུད་རྡོ་རྗེ་ཀྱི།